ལྷར་བཅས་སྲིད་ཞིའི་གཙུག་རྒྱན་གོང་ས་སྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ལ་གུས་ཕྱག་དངོས་འདི་འབུལ་བའི་ཐོག་ནས་ད་རིང་འདི་གར་རིག་རྩལ་འགྲན་བསྡུར་ཕེབས་པའི་སྐུ་མགྲོན་རྣམ་པ། བཀའ་དྲིན་ཆེ་བའི་དགེ་རྒན་དང་ཕ་མ་རྣམ་པ། མཛའ་བརྩེ་དང་ལྡན་པའི་བོད་རིགས་སྤུན་ཟླ་རྣམས་ཚང་མ་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གིན། འདི་ལོ་འཛམ་གླིང་ཡོངས་སུ་བོད་མི་ཚོ་བྱམས་བརྩེ་ཡི་ལོ་སྲུང་འཛིན་ཞུ་བཞིན་ཡོད་པས་དེ་རིང་གུས་མོའི་མོས་མཐུན་ལྷ་མོ Boston རིག་གནས་སྐྱེད་ཚལ་གླིང་འཛིན་གྲྭ་དྲུག་པའི་སློབ་ཕྲུག་ཡིན་པས་ངའི་སྐ་རིན་བསམ་ཤེས་ཀྱི་འཚོ་བ་ཟབ་མོ་ཞིག་གི་མཐོང་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྐ་རིན་རྗེས་དྲན་དང་འབྲེལ་བའི་སྐད་ཆ་ཐུང་ཐུང་ཞིག་བཤད་རྒྱུའི་གོ་སྐབས་ལེན་བདེ་བྱུང། ང་ཚོ་བོད་མི་ཚོ་མཚོན་ན། གོང་ས་མཆོག་ནི་ཆོས་སྲིད་གཉིས་ཀྱི་དབུ་ཁྲིད་ཙམ་མ་ཡིན་པར་དཀའ་སྡུག་དང་མུན་ནག་གི་དུས་སུ་ལམ་སྟོན་གནང་མཁན་དུ་མུན་ནག་དེ་རེད། དེ་ཡང་བོད་མི་ཚོ་བཙན་འཕྲོག་ཏུ་ཡོང་དགོས་བྱུང་ཞིང། རང་ཡུལ་དང་ཁ་བྲལ། རང་མི་རིགས་ཀྱི་སྐད་ཡིག་དང། རིག་གཞུང་བསླབ་པའི་ཉེན་ཁ་འཕྲད་དུས། གོང་ས་མཆོག་གིས་ང་ཚོའི་ས་གཞི་ལེགས་ཀྱང་བརྟན་པའི་གསོན་གནས་ཀྱི་རེ་བ་གནང་ཡོད། དགྲ་བོ་བཙན་བཟོ་དང་མནར་གཅོད་འོག་ཁོང་ཁྲོ་དང་འཁོན་འཛིན་གྱིས་ང་ཚོ་སེམས་པ་འཁྲུགས་པའི་སྐབས་སུ། གོང་ས་མཆོག་གིས་ང་ཚོར་སྙིང་རྗེ་དང་འཚེ་མེད་ཞི་བའི་སྟོབས་ཤུགས་གནང་བ་རེད། ཁོང་གིས་འཛམ་གླིང་དཔའ་བོ་ངོ་མ་ནི་ཞེ་སྡང་མིན་པར་བཟོད་སྒོ་མིན་པར་བསྟེན་གནང་བ་རེད། ཁོང་གི་གསུང་དང་མཛད་བྱུས་བརྒྱུད་ནས་བོད་མི་ཚོ་སྡུག་བསྔལ་གྱི་ནང་དུའང་འགྲོ་བ་མིའི་རང་བཞིན་བཟང་པོ་ནམ་ཡང་བརླག་མི་རུང་བ་དྲན་བརྒྱུད་གནང་བ་རེད། དེ་འདྲ་སོང་ཙང་གོང་ས་མཆོག་གིས་ང་ཚོ་བོད་མི་རིགས་གསོན་པོར་གནས་དགོས་པ་མ་ཟད། བོད་མི་རིགས་ཀྱི་རིག་གཞུང་གིས་འཛམ་གླིང་ལ་ཞབས་འདེགས་ཞུ་དགོས་པའི་དགོངས་པ་ཟབ་མོ་ཐུགས་ལ་བཅངས་ནས། མི་ཡི་ཡུལ་དུ་བཙན་འཕྱོག་ཏུ་གནས་དགོས་བྱུང་ཡང་བོད་ཀྱི་རིག་གཞུང། ཆོས་ལུགས། ཤེས་ཡོན་བཅས་སྲུང་སྐྱོབ་གནང་ཆེད་སྐུ་ཚེ་ཧྲིལ་པོ་འབད་བརྩོན་རྒྱུན་སྐྱོང་གནང་ཞིང། ཁོང་གི་བཀའ་དྲིན་ལ་བརྟེན་ནས་བཙན་བྱོལ་ནང་དུ་བོད་པའི་སློབ་གྲྭ་དང། དགོན་པ། སྒྲིག་འཛུགས་བཅས་གསར་འཛུགས་གནང་ཡོད་ལ། ད་དུང་མུ་མཐུད་ཡར་རྒྱས་འགྲོ་བཞིན་ཡོད། ཁོང་གི་བཀའ་དྲིན་བརྟེན་ནས་ང་ཚོ་སྐད་ཡིག་སྲུང་སྐྱོབ་དང། ནང་པའི་བསྟན་པ་དར་སྤེལ། ཡུལ་སོགས་གོམས་གཤིས་རྒྱུན་འཛིན། མདོར་ན་ང་ཚོ་བོད་མི་རིགས་ཀྱི་ངོ་བོ་གསོན་པོར་གནས་ཐུབ་པ་བྱུང་ཡོད། གང་ལྟར། ཁོང་གི་དགོངས་པ་དང་ལྷག་བསམ་དེ་མེད་ན། ང་ཚོ་ལ་གནས་སྟངས་བཟང་པོ་འདི་ལྟ་བུ་ཞིག་ཡོང་རྒྱུ་ཧ་ཅང་ཁག་པོ་རེད། གུས་མོས་ང་རང་ལ་ཆ་བཞི་ན་ཡང་སྐྱེ་ས་དང་འཚར་ས་ནི་ཨ་རི་ཡིན་པ་དང། བོད་སྐད་དང་བོད་ཡིག་རང་བཞིན་གྱིས་བཤད་ཐུབ་པའི་ཁོར་ཡུག་དེ་ང་ལ་མེད། ཡིན་ན་ཡང་དེ་རིང་འདི་ལངས་ནས་བོད་སྐད་བཤད་ཐུབ་པ་ཞིག་ཡང་ཁོང་གི་བཀའ་དྲིན་ཉག་གཅིག་ལ་བརྟེན་ནས་བྱུང་རེད། གཞན་ཡང་གོང་ས་མཆོག་གིས་འཛམ་གླིང་སྐྱེ་འགྲོ་ཡོངས་ལ་ཀུན་ཁྱབ་འགན་འཁུར་གྱི་ལྟ་བ་དང། ཞི་བདེ་དང་གྲོས་མོལ་གྱི་ལམ་སྟོན། འགྲོ་བ་མི་གཅིག་གྱུར་གྱི་དགོངས་བཞེས། ཆོས་ལུགས་འཆམ་མཐུན་གྱི་དགོངས་ཡངས་སོ། ཁོང་ནི་ང་རང་ཚོ་བོད་མི་ཙམ་མ་ཡིན་པར་འཛམ་གླིང་ཡོངས་ལ་ཧ་ཅང་བཀའ་དྲིན་ཆེན་པོ་རེད། སྤྱི་བཏང་ཁོང་གི་བཀའ་དྲིན་དང་མཛད་པ་ནི་ང་ཚོ་སྐར་མ་ཁ་ཤས་ནང་བཤད་ཐུབ་པ་ཞིག་མ་རེད། བྱས་ཙང་ངའི་མཐའ་མ་དེ་ལ་ཁྱོད་རྣམ་པ་ཞུ་རྒྱུ་ཞིག་ཡོད་པ་དེ། ང་ཚོ་བོད་མི་ཚོ་ཁོང་གི་དགོངས་པ་ལ་སློབ་སྦྱོང་བྱེད་རྒྱུ་དང། ཁོང་གི་བཀའ་དྲིན་སེམས་ལ་བཅངས་རྒྱུ་ནི་གལ་ཆེ་ཤོས་དེ་རེད། གོང་ས་མཆོག་གིས་ང་ཚོ་ལ་བདེན་པ་ཡོད། མཐའ་མཇུག་གི་རྒྱལ་ཁ་དྲང་བདེན་ལ་ཐོབ་ངེས་ཡིན་གསུངས་པ་ལྟར། ང་དང་ང་འདྲ་བའི་བོད་རིགས་གཞོན་སྐྱེས་རྣམ་པ། ཁྱེད་ཚོའི་སེམས་ཤུགས་ནམ་ཡང་མ་ཆག་པར་བོད་ཀྱི་སྐད་ཡིག་ཡག་པོ་སྦྱོང་དང། དེ་ནི་ཁ་ཞེ་གཉིས་མེད་ཀྱི་བཀའ་དྲིན་བརྗེ་རེས་ཞུ་བ་རང་རེད། ལྷག་པར་དུ་དེ་རིང་འདི་གར་འཛོམས་པའི་བོད་རིགས་རྒན་རབས་པ་རྣམ་པ། ཁྱོད་རྣམ་པས་གོང་ས་མཆོག་གི་དགོངས་པ་ལྟར། ང་ཚོ་ལ་ལམ་སྟོན་དང་མིག་དཔེ་བསྟན་གནང་བ་བཞིན། ང་ཚོ་སྙིང་སྟོབས་དང་སྤོ་བ་ནམ་ཡང་ཞུམ་གི་མ་རེད། བོད་རྒྱལ་ལོ་གོང་ས་མཆོག་སྐུ་ཚེ་ཁྲི་ལོ་བརྟན་པར་ཤོག། ཐུགས་རྗེ་ཆེ།